རྣམ་པ་ཚོ་ཨོ་ཅོ་ཞིག་ལས་ང་རྣམ་པ་ཚོ་གྲོགས་མོ་བསྟན་འཛིན་རྣམ་དཔྱོད་ཡིན་རྣམ་པ་ཚོ་ཡང་བསྐྱར་མཇལ་བ་དགའ་ཚོར་ཆེན་པོ་བྱུང་སོང་ཨ་ནུ་བུ་མོ་ངའི་སེམས་གཏིང་ནས་རྣམ་པ་ཚོ་སྐུ་གཟུགས་གསལ་ཐང་དང་བྱ་བ་ལམ་འགྲོ་ཡིན་པའི་བཀྲ་ཤིས་སྨོན་འདུན་གྲངས་མེད་ཡོད་ད། ཨ་ནི་སྐད་གསེང་དང་ངའི་ངོ་དེབ་ངོ་དེབ་ནང་ལ་ཨ་ནི་གྲོགས་པོ་གྲོགས་མོ་མང་པོ་ཅིག་ལ་ང་རང་གིས་རྟ་འགྱེལ་རབས་ངོ་ནས་ཁ་ལོ་རེད་ད་བསམ་ཚུལ་ལབ་ནས་མྱོང་ཚོར་བྱས་ནས་ནི་རེ་ཁུལ་ཅིག་ཞུས་ཡིན་དེ་བོད་ཡུལ་སློབ་སྦྱོང་གནང་རོགས་གནང་བོད་སྐད་བོད་པ་ནང་ཁུལ་བོད་སྐད་བསྐྱོན་རོགས་གནང་དེ་ནང་བཞིན་སྤུ་གུ་ཆུན་ཆུན་ལ་ཨ་ནི་བོད་ཡིག་བསླབ་རོགས་གནང་འོང་དུ་རེ་ཁུལ་ཅིག་ཞུས་ཡིན་པས་ཨ་ནི་ད་སྤུན་ཟླ་མང་པོ་ཅིག་ང་ལ་རྒྱབ་སྐྱོར་གནང་གི་འདུག་ཨ་ནི་དེ་ནང་བཞིན་ང་ལ་མི་མང་པོ་ཅིག་གིས་གྲོགས་པོ་མང་པོ་ཅིག་གིས་ཡི་གེ་བཏང་གནང་ཤག་ཨ་ནི་ཝང་ལས་ཡི་གེ་མང་པོ་བྲིས་གནང་ཤག་ཨ་ནི་ཚང་མ་ལ་ཐུགས་ཆེ་གནང་ཞུས་ཡིན་རྒྱབ་སྐྱོར་རྣམས་པ་ངོ་ནས་ཐུགས་ཆེ་གནང་ང་རང་དགའ་བོ་ཞེ་དྲག་བྱུང་ང་རང་གིས་མུ་མཐུད་ནས་ཨ་ནི།

ད་མི་མང་པོ་ཅིག་ང་སྐྱེས་ཕྱིར་དུ་རང་མིང་ག་རེད་རང་ག་ནས་ཡིན་འདུག་སྐད་ཕྱིར་དུ་ཨང་དེ་རིང་ངས་གོ་སྐབས་འདི་དག་བསྟུན་ཏེ་ང་རང་ད་ངོ་སྤྲོད་མདོར་བསྡུས་ཅིག་ཞུ་ཡ་ཡིན། ངའི་མིང་བསྟན་འཛིན་རྣམ་དཔྱོད་ཟེར་ཡོད་ང་ལྷ་ས་ནས་ཡིན་ནི་རྒྱ་གར་ལ་ཉིས་སྟོང་ལོར་སླེ་དེ་ནས་སུ་ཇཱ་བོད་ཁྱིམ་སློབ་གྲྭ་འཛིན་གྲྭ་བཅུ་བོ་དོ་ཕྱིན་དེ་ནས་འཛིན་གྲྭ་བཅུ་གཅིག་བཅུ་གཉིས་དགུ་པ་བོ་བསླབ་གྲྭ་ཕྱིན་དེ་ནས་འཛིན་གྲྭ་བཅུ་གཉིས་ཚར་བའི་རྗེས་ལ་བྱུང་རིམ་འདི་ཟིན་ཕྱིར་ང་དགུ་པ་བོ་གཉིས་མ་གནས་བྱུང་རིམ་དེ་ཚེས་བཅུ་གཉིས་ཐོན་པའི་རྗེས་སུ་སྦེང་ལོར་རྒྱ་གར་ལྷོ་ཕྱོགས་རྒྱལ་ས་སྦེང་ལོར་ལས་འདི་ལ་མཐོ་སློབ་ལོ་གསུམ་ལོ་གསུམ་ཚར་བའི་རྗེས་ལོ་གཉིས་ཡང་བསྐྱར་དུ་སློབ་སྦྱོང་བྱས་པ་ཡིན་སློབ་སྦྱོང་འདི་ག་རེ་བྱས་པ་ཡིན་ལབ་ན་སྤྱི་ཚོགས་རིག་གནས་ཁག་ལ་སློབ་སྦྱོང་དུ་བྱས་པ་དེ་ནས་ད་སྔ་རྒྱ་གར་ལྷོ་ཕྱོགས་ལ་བསྡད་དགོས་རྒྱུ་མཚན་ག་རེ་ལབ་ཡིན་ན་ནི་ང་རང་ཅུ་ཅོ་ཕ་མ་གཅིག་ཡོད་པ་ཆོས་ལགས་ལབ་ཡིན་ཆུ་ཅོ། འོན་ཏེ་སྐུ་ཞོགས་རི་ཀར་འདས་ལྷོ་ཕྱོགས་བྱང་རྩེ་གོམ་པའི་སྐུ་ཞོགས་ལ་རེ་བ་ཨ་ནུ་ཁོ་རང་དེ་བཞུགས་ཡོད་དུ་རྒྱ་གར་ལྷོ་ཕྱོགས་ལ་ཡོད་དུ་ཅི་མ་ད་སོ་སོ་བོད་ནས་ལས་སྐྱོར་ཅིག་སོང་ཙང་ནི་ཁྲིད་ལ་ཕ་མ་བུ་རྒྱ་ཁའི་གོ་ཞོར་མ་རེད་ད་སོ་སོའི་བཅུ་ཕྱོགས་དེ་ཡོད་ཙང་ཐག་ཉེ་བོར་བྱས་སེམས་པ་སྐྱིད་པོར་བྱས་འདི་ག་ས་ཆ་དེ་གནམ་གཤིས་ཡག་བོར་ཞུ་དོགས་འོང་བྱས་ན་ང་དུས་སུ་དེ་ལ་དེ་ཨེ་འདའ་འདའ་ཨོ་ཨེ་མ་ཛོན་ལ་ལས་ཀ་བྱས་ནི་ད་སླབ་ཅོ་མཐོ་སློབ་ལོ། ལོ་ལྔ་པ་ཚར་བའི་འཛིན་གྲྭ་ལྔ་པ་ཚར་བའི་རྗེས་ལ་ནི་ངས་དུས་སུ་ལས་ཀ་ཚད་ཁག་བྱས་ཨ་མཐའ་འདིར་ལས་ངུ་ན་ལས་ཀ་རགས་སོང་ཨ་མཐའ་འདི་ལས་ཀ་བྱས་ནས་ལོ་གསུམ་ད་ལྟ་བ་གསུམ་ཏག་ཏག་དྲུག་འདུག་ཞེས་ཡིན་ཨ་ནི་ད་སླབ་གྲྭ་འཛིན་གྲྭ་བཅུ་གཉིས་ཚར་བ་ནས་རྗེས་ད་ལྟ་བུ་དུ་སླབ་གྲྭ་མཐོ་སློབ་ལོ་ལྔ་ལས་ཀ་བྱས་ནས་ལོ་གསུམ་ད་ལོ་བརྒྱད་སུ་འགྲོ་གི་འདུག་དེའི་ནང་ལོ་དུས་ཚོད་འདི་ན་ལ་ང་རང་སྒེར་གྱི་ད་ཁ་ལོ་རེད་ད་གྱོད་སེམས་ལབ་ཡིན་ནི་རེད་ད་ང་རང་ང་རང་ངོས་ནས་ནོར་འཁྲུལ་གར་བྱས་ཐོ་ལབ་ཡིན་ན་བུའི་སློབ་སྦྱོང་མ་བྱས་དེ་བྱས་བུ་བུ་བུའི་ཐུ་ཞོ་མང་པོ་འགྲོ་ཤ་ཨ་ད་ཐོ་སློབ་ལ་ཆ་ཞབས་ཡིན་ན་དེ་རེད་ཁ་རེད་ང་ཚོ་དབྱིན་ཇིའི་སླབ་གྲ་རུ་བ་སེན་ཇོ་སིབ་སྐོལེཇ་ལིན་ནི་ཐོ་སློབ་དེ་མིང་སེན་ཇོ་སིབ་རེད་ཨ་དེ་ནང་ལ་རྒྱལ་ལ་ཚང་མ་རྒྱ་གར་རྒྱལ་ལ་ཆེ་སློབ་ཕྲུག་ཚང་མ་རྒྱ་བོད་བས། བོད་པ་ཡོད་ཡ་ཡོད་རེད་དེ་རེད་ད་ཐུག་ཁག་པོར་བ་སུ་འཛིན་འདྲེ་ན་ཡ་མན་བོད་པ་སྤྱི་ཡ་མན་འཛིན་འདྲེ་ན་བོད་པ་བོར་ཡོད་མ་རེད་ཁ་ཤས་ཡིན་པའི་ན་འོ་འདི་སོང་ཙ་ནི་ད་བུའི་འཐུས་ཤོར་འདུག་སུ་ཇོ་རྒྱལ་ལ་ལབ་ཡ་ཚང་མ་ལོ་ཨིན་ཇི་ན་སོང་ཙ་ཨིན་ཇི་ཅང་ཨིན་ཇི་ག་ཞུགས་རྒྱབ་ཡ་རེད་ཆ་ཨིན་དེ་ན་ཤེས་ད་ལས་ཀ་བྱེད་དུས་ཙམ་པས་ཡ་ཚང་མ་རྒྱ་གར་བ་ཨིན་རྒྱ་གར་མཉམ་དུ་ཨིན་ཇི་སྐད་རྒྱབ་ཡ་རེད་ད་འདི་འདྲ་བྱས་ན་ལས་ཀ་ཨིན་ཇིའི་ཐོག་ནས་བྱས་ད་རྒྱ་ཡིའི་ཐོག་ནས་བྱས་ཡ་འདི་འདྲ་སོང་ཙ་ཨ་ནི་ངས། འཐུས་ཤོར་ཆེན་པོ་ཞིག་འགྲོ་འདུག་ང་རང་ངོས་ནས་འོ་ནི་ཁྱོད་སེམས་སྨོད་ཚངས་གཉན་རྣམ་པ་ཚོ་ལ་ད་བོད་སྐད་རིགས་འདི་དང་རིག་གཞུང་འདི་དང་ནང་པ་སངས་རྒྱས་པ་ཆོས་འདི་གལ་ཆེན་པོ་ག་ཚོད་ཡོད་མེད་རྣམ་པ་ཚོར་འདུག་ཞུས་བཞག་ཡིན་ང་རང་ད་སྙིང་ཁུང་རུས་པའི་ཐོད་ནས་སེམས་ཀྱི་སྐད་ཆ་འདྲི་བ་ཞིག་ཡིན་ཨ་ནི་ད་ང་ཚོ་ཁྱོད་ངོ་ཚ་ཤོས་འདི་ག་རེད་དུ་ལབ་ཡིན་ན་ད་ནང་ལ་ཁ་པར་དང་འགྲོ་བ་ནང་ལ་ཁ་པར་དང་ཨ་ནི་སྤིན་རྒྱག་སྤིན་རྒྱག་དང་གྲོགས་པོ་གྲོགས་མོ་ནས་མང་པོ་ཡོད་པ་ལྷན་ས་དང། ཁམས་ཨམ་དུ་དུ་བ་མང་པོ་ཡོད་དུས་མོ་ཁོ་ཚོ་ངང་གིས་ལོས་ཏོ། ད་རྣམ་ཆོས་རང་ངོ་ནས་བུ་ཡག་པོ་ཞིག་ཡོད་གིར་ད། ནང་པ་སངས་རྒྱས་པའི་ཆོས་ཡོད་དུས་ནང་ཆོས་སྐོར་ཡག་པོ་ཞིག་ཤེས་གི་ཡོད་གིར་ད་ཨ་ནི་ལོས་ཏོ་ངོ་ནས་ངོ་ཚ་གོ་ཡ་རེད་བྱ་ད་སོ་སོའི་ཆུ་ཚད་ག་ཚོད་ཡོད་མེད་ཧ་གོ་གོ་རོགས་ད། ང་རང་ངོ་ནས་ཟས་སྐད་མ་སྐྱེལ་ད་ད་བོད་སྐད་བཤད་དུས་ཙམ་པས་ཁ་ལོ་མི་ཁ་ཤས་ཨ་ནི་ལོས་ཏོ་ཚིག་གཏང་གི་མི་འདུག་ལོས་ཨིན་ཇི་སྐྱེལ་ཡས་ད་རྒྱ་གར་སྐད་སྐྱེལ་ཡས་ད། རྒྱ་ཡིག་ཅེས་དེ་འདྲ་བྱེད་དོ་ཨ་ནི་དེ་མ་བྱས་ང་རང་ནམ་རྒྱུན་སྐད་བཤད་རོགས་པ་གྲོགས་པོ་གྲོགས་མོ་མཉམ་དུ་ཡིན་པའི་ནང་ལ་སྐད་བཤད་དུ་ཡིན་ནི་དེ་སྲིད་སྐད་མ་སྐད་ཀྱི་རྟ་ཁ་ལོར་འབད་བརྩོན་ཅིག་བྱེད་ཡུལ་ལ་ནི་ཨེ་ལྟ་འོང་དེ་ད་སྙེ་མ་ལོ་བརྒྱད་ནང་ལ་ངས་ནོར་འཁྲུལ་ཤོར་སྐྱོ་དེ་ད་ད་དུས་ཚོད་རྫོགས་ས་རྫོགས་ཚར་བ་རེད་ད་ཁྱེད་བྱས་ཡོད་མ་རེད་བ་མི་ཤི་ནི་ཡར་ལངས་ཞུ་ལས་ཡོད་མ་རེད་གཏམ་པ་བྱོས་བ་འོང་དེ་ད་དུས་ཚོད་རྫོགས་ས་རྫོགས་བ་རེད་ད་དེ་ད་མ་མ་འོང་པའི་ད་ཉིས་སྟོང་བཅོ་བརྒྱད་ད་ཉིས་སྟོང་བཅོ་བརྒྱད་ལོ་རེད་ད་ད་བ་གཉིས་ལས་མི་འདའ་བ་ཉིས་སྟོང་བཅུ་དགུ་ཟིན་པ་ད། འོ་འདི་སོང་ཙང་ཨ་ནི་ངའི་ག་རེ་བསམ་ཚུལ་ལབ་ཡོད་ན་ད་དུས་ཚོད་མ་ཡོང་མ་འོངས་པའི་དུས་ཚོད་འདི་ན་ད་ད་ལྟའི་དུས་ཚོད་འདི་དམ་འཛིན་བྱས་ནས་ཨ་ནི་བུའི་སློབ་སྦྱོང་བྱས་ད་བོད་སྐད་གླེང་མོལ་བྱས་ད་དེ་འདྲའི་རྣམ་པ་ཚོར་རེ་སྒུག་བཞུགས་ཡོད་ཨ་ནི་བྱས་ཙང་སྙིང་ཉེ་བའི་ཨ་ནི་བོད་རིགས་སྤུན་ཟླ་ཚང་མ་ལོག་གི་ཨ་ནི་བོད་སྐད་ཡག་པོ་ཞིག་བསྐྱོན་རོགས་གནང་དམིགས་བསལ་འདི་བོད་པ་ནང་ཁུལ་འཛོམས་དུས་ཙམ་པའི་འདིར་བཤད། གཉིས་ཀྱིས་ཀའི་རྒྱལ་དང་སྲིད་ཀའི་རྒྱལ་དང་དེ་འདུལ་ཏོ། དེ་ཡང་དབུ་ཅན་མི་འདུག་བསམ་དུ་སྣང་པོ་ཚོགས་ཀྱི་དགུང་ནས་བུ་སྐལ་གཙང་མ་སྐྱོན་དང་དེ་ན་ཞེས་ནི། ག་རེ། བུའི་སློབ་ཆོས་ན་ད། ངའི་ཧ་གོ་རུའི་ནུབ་ཕྱོགས་ནུབ་ཕྱོགས་ལུང་པར་བཞུགས་པའི་ད་བུ་རི་སྤུན་ཟླ་ཚང་མ་ལོ་ངོ་ནས། དཔེ་ཆ། ག་རེ་ལས་ཀ་བྱས་དཔེ་ཆ་བཟོས་ཀ་ལས་མང་པོ་ཡོད་རེད་ཡིན་ནའི་ལས། ད་ཁྱང་དུས་ཚོད་བསྟུན་ནས་ཉི་མ་གཅིག་ལ་ཆུ་ཚོད་ཕྱེད་ཀ་ཟིན་ནས་སྐར་མ་བཅུ་ཡིན་པའི་ནས་བོད་ཡུལ་སློབ་སྦྱོང་བྱས་ཁྱེད་རང་སྤུ་གུ་ལ་དགོངས་དག་ནའང་ཁ་ལག་གཅིག་ཟ་དུས་ཙམ་པས་ནས་སྤུ་གུ་ལ་བོད་ཡུལ་སྐད་བོད་སྐད་ཐོག་ནས་སྐད་བཤད་ད་བོད་ཡུལ་ལབ་ཡས་དེ་འདྲའི་སེམས་ཤུགས་དཔའ་རས་དེ་ཁྱད་ཆེན་པོ་ཞག་རེད་ཤ་བཟང་པོ་འདུག་ཨ་ནི། ད་ཁ་ཤས་ལ་ཡོད་ད་སྤུ་གུ་ཆུང་ཆུང་ལོ་བཞི་ལྔ་རེད་ཁྱད་ཡོད་མ་རེད་ལོ་བཅོ་བཅོ་ལྔ་ཉི་ཤུ་དེ་བ་སླེབས་ན་བོད་ཡུལ་ལབ་ཆོག་རེད་ལ་ཡོད་དེ་འདྲའི་ངའི་བསམ་བློའི་ནང་སྐད་རིགས་གཅིག་བྱ་ཡང་ལ་དེ་ནང་བཞིན་བོད་པ་གཅིག་ཡིན་པའི་ཆ་ནས་ཨ་ནི་བོད་སྐད་ལ་ཡོད་དེ་ཆུང་ཆུང་ནས་ལབ་ན་ཁྱད་ཆེ་ཤོས་རེད་ཤ་བཟང་པོ་འདུག་ཁྱེད་ཚང་རྣམ་པ་ཚོ་ངོ་ཐོག་ན་ན་རོ་ན་ཏི་འདུག་བཤད་དུས་ལས་སླ་པོ་རེད་ད་གལ་ཆེན་པོ་རེ་མ་རེད་ཡིན་ན་ལས་དངོས་གནས་རྩ་ཆེན་པོ་ཞུ་རུ་ཆེ་བ་འདུག་བོད་སྐད་རིགས་ལས་དེ་དངོས་གནས་ང་ཚོའི་ད་འཛམ་གླིང་གར་སྟེང་འདི་ག་ལ་ངོམ་ཡས་ཡོད་ན་མོད་ན་བོད་སྐད་ཡིད་ཆེས་འདུག་བོད་སྐད་རིགས་དང་ཡི་རིག་གཞུང་དང་ནང་པ་སངས་རྒྱས་པའི་ཆོས་དེ་ཚོ་གསུམ་ཡོད་ཙང་ང་ཚོ་བོད་པ་ལ་ན་སྤོབས་པ་རེ་སྐྱེས་ད་ད་མི་དེ་ཚོས་མཐོང་རེ་སྤྲད་ད་མི་དེ་ཚོས་དགའ་བོ་བྱས་ད་མི་དེ་ཚོས་ང་ཚོར་རོགས་པ་བྱས་ད་དེ་འདྲས་རེད་མ་གཞི་འབའ་ང་ཚོ་འདི་མེད་པ་ནི་གཅིག་པོ་རེད་ད། ཁ་ཆེའི་ལུང་པ་དེ་ཚོ་དང་མི་རིགས་ནག་པོའི་ལུང་པའི་དེ་ཚོ་ཐབས་སྐྱོ་བོ་འདུག་ཨ་ཁོ་ཚོ་འོང་དེ་ཚོ་དང་གཅིག་པ་གཅིག་ཉག་རེད་དྲང་པོ་བཤད་དགོས་ན་ད་དེ་ཚོ་གསུམ་གྱིས་ང་ཚོ་དེ་ནང་བཞིན་སངས་རྒྱས་ཐུགས་སངས་རྒྱས་ཀྱི་བཀའ་དྲིན་ཐུགས་རྗེ་བཀའ་དྲིན་ཡོད་རེད་དེ་ནང་བཞིན་ད་ང་ཚོ་སྐད་རིགས་དང་རིག་གཞུང་ནང་པ་སངས་རྒྱས་པ་ཆོས་དེ་ཡོད་རེད་བྱས་ཙང་ང་ཚོ་བོད་པ་ཡིན་ལ་ནི་སྤོབས་པ་བྱས་ཤོག་ད་བཞིན་པ་ད་སྤོབས་པ་བྱས་ད་གལ་ཡོད་མ་རེད་བསམ་པོ་འདུག་ནས་རྒྱུ་རྒྱུ་ནི་ཁྱེད་ད་ག་ལོར་རེད་ད། འཛམ་གླིང་ན་ཕྱུག་ཤོས་ང་རྒྱུ་ཞིག་ཡོད་ལ་ནི་ཁེ་ལན་ཡོད་མ་རེད་དེ་འདྲ་ནི་ཡོད་མ་རེད་ཨན་ད་འོང་དེ་ཚོ་ད་ང་ཚོའི་སྐད་རིགས་དེ་གལ་ཆེན་པོ་ཅག་རེད་ང་ཚོའི་སྲོག་རྩ་འགྲོ་བ་ཞིག་རེད་བསམ་བློ་དུ་དངོས་གནས་བྱས་ཙང་ཨན་ནམ་པོ་ཚོ་ཡང་བསྐྱར་ད་ཁ་མང་པོར་བྱས་སོ་དེ་ལས་དགོངས་སྐྱེལ་མེད་ཅེ་ད་ཁྱེད་རང་དངོས་གནས་ཨིན་ཇི་ཤེས་ནས་འདྲ་རྒྱ་ཡིག་ཤེས་ནས་འདྲ་ཇཱ་པན་ཉི་ཧོང་གི་སྐད་ཤེས་མ་ཡིན་ནས་འདྲ་ལྷོ་ཀོ་རི་ཡ་སྐད་ཤེས་མ་ཡིན་ནས་ད་སྐད་རིགས་ག་འདྲ་ཅིག་ཤེས་མ་ནས་ཁྱེད་རང་དངོས་གནས་གཟི་བརྗིད་ཆེ་བོ་རེད་སོ་སོ་སྤོབས་པ་ཆེ་བོ་རེད།

དངོས་གནས་ཐབས་སྐྱོ་བོ་ཞིག་རག་རེད་བསམ་གྱི་འདུག་དེ་རིང་ཁ་མང་པོ་རེ་བྱས་སོང་དགོངས་འགལ་མེད་པ་ཅིག་རྣམ་པ་ཚོའི་ཐུགས་རྗེ་གཟིགས། ད་སྒེར་སོ་སོའི་འགན་འཁྱེར་ནས་འགན་འཁྲི་འཁྱེར་ནས་ནི་བོད་སྐད་འདི་སློབ་སྦྱོང་གནང་ཡག་གི་རེ་བ་ཡོད་ང་རང་གི་སེམས་གཏིང་ནས་རྣམ་པ་ཚོ་ཨ་ནི་ཞོ་ཁའི་ལག་ཉལ་ལ་ཞོག་པ་དེ་ལས་ད་དགོངས་དག་ཟིམ་ཉལ་ལ་ཨ་ནི་དགོངས་འགྲོ་དེ་ལས་ཞོད་ཡིན་ང་རྣམ་པ་ཚོའི་གྲོགས་མོ་བསྟན་འཛིན་རྣམ་དཔྱོད་ཡིན་ཨ་ནི་ངས་ད་ང་རང་འགན་འཁྱེར་ནས་ནི་དེ་འདྲའི་བརྙན་ཐུང་གང་མང་མ་བཟོ་ཡིན་བོད་སྐད་ནང་ལ་བོད་རྒྱལ་རང་ཐོག་ནས་རྣམ་པོ་ཚོ་གི་སྤྱན་ཟིན་ན་རོ་ནངས་རི་ཁུལ་ཆུ་འཇུ་ཅིག་ཤོས་ཡིན་རྣམ་པོ་ཚོ་ལ་ཨ་ནི་ཡང་བསྐྱར་སྐུ་གཟུགས་གསལ་ཐང་དང་བྱ་བ་ལམ་འགྲོ་ནས་མི་ཚེར་ཡོང་བའི་བཀྲ་ཤིས་སྨོན་འདུན་མང་པོ་ཡོད་ཨ་ང་རྣམ་པོ་ཚོའི་གྲོགས་མོ་བསྟན་འཛིན་རྣམ་དཔྱོད་ཡན་རྗེས་སུ་ཡང་བསྐྱར་མཇལ་བའི་བཀྲ་ཤིས་བདེ་ལེགས་ཞུ་ད་ཅག་མགོ།